ཉག་བཅུ་ལས་ཚང་མ་ན་དེ་ནས་ང་ཁྱེད་ཚོའི་བློ་བཟང་བསྟན་འཛིན་དེ་ནས་ཉེ་ཆར་དེ་ག་ཡང་སྐྱ་ཕེབས་པ་མ་ཐུག་རྗེས་ཆེ་བཞུན། དེ་ནས་དེ་རིང་དེ་ནས་ང་དེ་ནས་ཡོན་ཆབ་བུ་རྫོས་སྐོར་ལ་དེ་ནས་ཉུང་ཆེ་བཞུན། ཅེ་ཨ་ཟེར་ན་དེ་ནས་དང་དེ་ནས་ངའི་ཨ་མ་ཆེན་མོ་ལས་དེ་ནས་ང་ལ་དེ་ནས་བཞུ་བ་ཅིག་མཛད་དེ་ནས་ནོ་ནོ་ཇུ་ཇུ་དེ་ནས་ཡོན་ཆབ་བུ་རྫོས་སྐོར་ལ་དེ་ནས་ཉུང་ཅིག་བཞུ་ཟེར་ཚེ་ཨ་མ་ཁོ་རང་ལ་ལས་དེ་ནས་དང་ང་དེ་ནས་ཨ་མ་རྩོད་པས་དེ་ནས་ངས། ཨི་ཡིས་བརྙན་ཐུང་སྤེལ་ཀ་ནས་བཤད་ན་དེ་ནས་ངེད་ཅག་ཚང་མ་ལའང་དེ་ནས་ཕ་ན་ནོ་བསམ་ཚེ་དེ་ནས་དེ་རིང་བརྙན་ཐུང་སྤེལ་ན་དེ་ནས་ང་ཡོན་ཅག་ཕུ་ཟོས་སྐོར་ལ་དེ་ནས་ང་ཉོན་ཅིག་བཞིན་དེ་ནས་ང་དང་ནམ་རྒྱུན་ན་ཉི་མས་ན་དེ་ནས་ང་དང་ཡོན་ཅག་ཕུ་ལ་ནོ་ད་མང་པོར་ཡ་དེ་པ་ད་ཡོད་འགྲོ་དེ་ནས་ཡང་ཁ་ཤས་ཡ་དེ་ནས་ཡང་ཡོན་ཅག་ཕུ་ཅི་ཡ་ཕུ་ལ་རྒྱག་དེ་ནས་ཏིང་བདུན་བཅས་འཕོ་ལེན་ནོ། སྔར་ན་རྒྱལ་དགུ་བཅས་མ་དག་ན་གཅིག་གཉིས་ཤིག་མ་ནིམ་བཏགས་ན་འགྲིག་ཟེར་ནོག་པ་ནི་བརྩམ་བདུན་གཅིག་བཅས་བཏང་ཟེར་ནོ། དེ་ནས་ཡོན་ཆབ་ག་ཟོ་བ་ཕུལ་དགོས་ཟེར་ནོ། དེ་ནས་ཁོང་བ་དེ་ནས་ཚད་ན་དེ་ནས་ད་ཡིས་མང་པོ་ཅིག་ཡོད་ཀྱ་དེ་ནས་དེས་སྐོར་ལ་དེ་ནས་ང་སུ་ཉིད། བརྩམ་ཉན་ཉན་ཅིག་དེ་ནས་ང་བརྩམ་ཤེས་ཤེས་ཅིག་དེ་ནས་བཞུན། དེ་ནས་ཚང་མ་རྒྱུག་ཚུགས་པ་ལྟ་མཛད་ཡ་རྒྱུ་ལས། ད་དེ་ནས་དུས་ཚོད་པོ་དེ་ནས་མང་པོ་མ་བཀག་པ་དེ་ནས་ཙམ་ཞིག་དེ་ནས་མགྱོགས་པ་ཞུ་བྱ་ཞིག་དེ་ནས་ངར་བཙོན་འགྲུལ་ཚད་ལྡན། དེ་ནས་ད་སྒོ་མ་དེ་ནས་དེ་ནས་ང་ད་ཏིང་ཧ་ལ་ནས་ཏིང་ནུར་བདུན་དེ་ནས་འབོར་དགོ་ཞག་ཏིང་ནུར་བདུན་ནང་དགོ་བ་དེ་ནས་ཡོན་ཆ་ཕུལ་དགོ་ཞག་བཅས་ཨ་ཡིན་ནོ་དེ་ནས།

དེ་ནས་མཆོད་ཡོན་དེ་ནས་ཞབས་བསིལ་དེ་ནས་མེ་ཏོག་བདུག་པོ་ནང་སར་སྤྱི་ཁྱབ་བཞལ། བཟེ་རེ་དེ་རྡུལ་མཚོན་པའི་ཆེད་དུ་དེ་ནས་ང་དང་ཏིང་རྡུལ་ནང་གོ་བ་ཕུལ་དེ་ནོག་ཚོགས་ཚོགས་ཧ་ལས་ལས། ད་དེ་ནས་ད་ཏིང་རྡུལ་ནང་གོ་ཕུལ་ནས་ནོག་དེ་ནས་ང་དང་ཏིང་ཉི་གསུམ་ནང་ཕུལ་ནང་དེ་ནས་མི་འགྲིག་པ་ཅང་མི་རྒྱག་ད་ང་དང་པད་ད་ནི།

དཔེར་ན་དེ་ནི་པཎ་ཆེན་སྐུ་ཕྲེང་བཅུ་བཅུ་པ་ཧ་ལ་ལས་སུ་སྐུ་འདུན། དེ་ནི་ཁོང་དེ་ནས་རྒྱ་ནག་བཙོན་ལ་བཞུགས་བཙལ་ན་དེ་ནི་ཁོང་ལོ་དགུ་ཁོང་དེ་ནས་བཙོན་ཁང་ན་བཞུགས་ཀྱང་དེ་བཙལ་ན་དེ་ནི་ཁོང་ཅི་གསུངས་ཀྱང་ཟེར་ན་དེ་ནི་ང་དེ་ནས་ལོ་དགུ་ང་དེ་ནས་བཙོན་ལ་འདུག་བཙོན་ཁང་ན་འདུག་བཙལ་ན་དེ་ནི་ང་ཉི་མ་གཅིག་ང་དེ་ནས་ཡོན་ཆབ་མ་ཆ་སྤིན་གསུངས་ཟེར།

ཨ་ལས་ནི་དེ་ཡི་ཆུ་དེ་ནི་ཧོ་སངས་རྒྱས་ལ་ཡོན་ཆ་ཕུལ་ལས་ཀྱང་ཨེ་ནི་གཟུགས་པོ་སྤྲུལ་དཀར་པོ་རེ་དེ་ནི་སངས་རྒྱས་ལ་ཕུལ་ལས་དར་སེམས་གཙང་མས་དོང་ལ་དེ་ནི་མ་ནི་ཆུ་བརྫིགས་ཏེ་ནང་སྒོ་ནས་ཆུ་གཙང་ཤོག་པོ་ཕུལ་སྤིན་བསམ་ཅིག་བསམ་ཟིན་དེ་ནི་དེ་ཚོ་ལ་དེ་ནི་ཁོང་ཡོན་ཆ་ཕུལ་སྤིན་མཛད་རེ་ཁོང་གསུང་མི་འདུག་དེ་ནི་ཁོང་བཀའ་སློབ་དེ་ཚོ་ཞིག་དེ་ནི་ཡོད་ཀྱང།

དྲི་མ་ཆུང་ཅང་མེད་པ་དེ་ལ་གནོད་པ་ཆུང་ཅང་མེད་པའི་དོན་ནི་ཆོས་ཕུལ། བསམས་སོ་དེ་ནི་ཨེ་ཚོགས་བསམ་པ་བཏང་བར་སོན་ནོ་གསུངས་འདུག་ཧ་ལས་ནས་རྒྱན། དེ་ནི་ང་བསྟན་དག། རྒྱན་སྤར་ལེན་དེ་ནི་ཁོང་དེ་ནི་རི་མོ་བྱེད་རྣམས་ནི་དེ་ནི་ཨེ་ཚོགས་གསུངས་འདུག། ད་དེ་ནས་ད་ཏིང་བདུན་པོ་ཕུལ་ཙ་ན་དེ་ནས་ད་ཏིང་བདུན་པོའི་ནང་ཡོན་ཆབ་ཕུལ་ཙ་ན་དེ་ནས་འགའ་བཟོ་བ་ཕུལ་དགོས་ཟེར་ནོ་ས་ལ་ལས་ཕུལ་བཟོ་ཡོད་དེ་ནོག་པ་དེ་ནས་འགའ་བཟོ་བ་ཕུལ་དགོས་ཟེར་ནོ་ཟེར་ན་དེ་ནས་ང་དང། ནམ་ང་དང་ཡོན་ཆབ་ཕུལ་ཙ་ན་ཏིང་སྟོང་པ་མ་ནས་ཕུལ་ཆོག་གི་མེད་ནོ་གསུང་དོ་ཧ་ལ་ནས་དེ་འོ་ན་དེ་ནས་ད་རྟེན་འབྲེལ་ལ་ནོ་ད་ནོ་བ་ཟེར་ན་དེ་ནས་ཨི་བཙུན་སྟོང་ཨི་ཙོག་རིག་ཟེར་འདུག་ད་དེ་ནོད་པ་རིག་ད་ཅི་ཡོད་དེ་འོ་ང་ཁ་ཞིག་ཧ་དམའ་བོ་ལས་དེ་ནི་སྤྱིའི་ནང་དེ་ནི་ཏིང་སྟོང་པ་དེ་ནི་མ་ནི་ཕུལ་ཆོག་མིན་ནོ་གསུངས་འདུག་ན་མི་ནག་དེ་ནི་ང་ཐང་ཏིང་ཡོན་ཆབ་སྒོ་མ་དེ་ནི་ང་ཐང་ཕྱི་ཅོ་བོ་ཟེར་ནོ་ཟེར་ན་ད་ང་ཐང་དེ་རིང་ཕི་ཏོག་དེ་ནི་ཡོན་ཆབ་པོ་ཤག་ཟེར་ན་དེ་ནི་ཏིང་པོ་ཕི་ཟེར་ང་ཐང་འབར་བ་ལ་ང་ཐང་ཡང་ཡོན་ཆབ་པོ་ཤག་ཟེར་ན་ཁ་གྲངས་འདུག་པ་འབོར་མི་བཏང་བ་དང་ནི་ཅང་ཅང་ཁ་གྲངས་བུ་འདུག་པ་འོ་དོད་ཙོའང་མ་བོ་ར་དེ་ནི་ཏིང་ཡོན་ཆབ་པོ་ཤག་ཟེར་ན་དེ་ནི་ཏིང་པོ་ཕི་ཟེར་ན།

ཆུ་མིག་ཆུ་ག་སོང་མདུན་པི་ག་སོང་ཟེར་དེ་ནས་ཆུ་གཙང་མ་བཟུམ་ཧ་ལ་ལེ། དེ་ནང་དེ་ནས་འཇག་ན་ད་ང་ད་མང་གྱ་ང་ད་འཇག་ན་དེ་ཚོ་ན་ཕུ་ལ་ནོ་བ་དེ་འཁྲུ་ཟེར་ན་དེ་ནས་དེ་གོ་གོ་བ་དེ་ནས་ཆུ་མིག་གི་ཆུ་གཙང་མ་གཞང་ཟེར་ན་དེ་ནས་ཁུར་ཁྱུང། དེ་ནས་དེ་ནས་ཏིང་ད་འདུག་པ་ཟེར་རོ་བཙག་ཟེར་ན་ང་ད་ད་ཚང་མར་བཅོས་འགྲོ་མང་གྱ་ད་ཁྱེར་ནས་འགྲོ་ཧ་ལ་ལེ།

ཐོག་ནས་དེ་ནི་ཕུར་བུ་ཤམ་མ་ག་ས་ནས་ནོ་གསུངས་འདུག་དེ་ནས་གཅིག་དེ་ནས་ང་དང་ཡོན་ཆབ་ལ་དེ་ནི་ཆུ་ཕུར་བུ་ཤར་གཙོ་བོ་གཅིག་ང་དང་སེར་སྣ་མི་སྐད་ཆ་སྤེ་ཡང་ཡིན་ནོ་གསུངས་འདུག་ག་ལ་ནས་དང་ཆུ་སྐོམ་པོ་ད་ཆུ་སྤ་མང་པོས་ནོ་ག་ལ་ཙང་ད་ཇི་ཙང་སྲིད་ན་དང་རྒྱུ་ནོར་ལོངས་སྤྱོད་སྲིད་ཙང་སྲིད་ན་ནི་ད་ཆུ་སྤ་མང་པོ་ཡིན་ནོ་དེ་ནས་ང་དང་ཆུ་ལ་ཅང་འཚེར་ག་མེད་པ་ནོ་ང་དང་ཡོན་ཆབ་ཕུལ་ཙ་ན་ཆུ་ད།

དང། ཉན་རང་ཆུ་རྩམ་དེ་དག་ང་དང་རྟ་རྩམ་གྱི་ཕུལ་རྩ་ནང་གཙང་མ་བཅོ་བསྲེས་ཕུལ་བྱ་ཟེར་ང་དང་ཚང་མེར་བཙོ་འགྲུལ་རྩ་དང་རོ། རྟའི་ཕུལ་རྩེར་སྟེང་རྩ་ནང་ང་དང་པད་སེར་ནང་ཁུང་ན་པད་དེ་ནི་མ་ནི། སྟེང། བདུན་མ་ནི་ཕུལ་ལས་མེད་སྐྱ་དེ་སེམས་ནང་ཁུང་ན་མ་ནི་སྟེང། འབུམ་མང་པོ་དེ་ནི་ཕུལ་རྩེ་ཡོད།

དེ་ནས་ང་ད་ཡོན་ཆ་ཕུལ་རྩ་ནང་དེ་ནས་ཁ་ནང་ཁ་བཙུམ་ཟེ་འདུག་པ་ཕུལ་པ་མ་ཡིན་པ་དེ་ནས་ཁ་ནང་ཨོམ་ཨ་ཧོང་ཨོམ་ཨ་ཧོང་ཨོམ་ཨ་ཧོང་ཟེ་ཚེ་དེ་ནས་འདུག་པ་ཕུལ་དགོས་ཟེ་ནོ་གསུང་དུ་ཧ་ལས་ནས་ད་བསྡུས་ཡོད་ནོག་དེ་ནས་ཡོན་ཆ་ཕུལ་བྱ་ཟེ་དེ་ནས་ཡོན་ཆ་ཕུལ་བཟོ་དེ་ནས་ག་ཟུ་ག་ཕུལ་དགོས་ཟེ་ནོ་དེ་ནས་ཕུལ་རྩ་ན་དེ་ནས་ང་ད་བསམ་པ་ཅི་བཏང་ངོ་ཟེ་ནོ་ཟེ་ན་འདོན་ནོག་ཡ་ལས་ད་དེ་ནས་ད་ཡོན་ཆ་ཕུལ།

པར་གཙང་མ་མཐོང་སྐྱ་མ་ན་ཧ་ལ་ལས་པར་གཙང་མ་གཡང་ངོ་དྲི་མ་མེད་པ་བཞིན་པོ་ཅན་ང་དང་ལ་དྭགས་ཆུ་མིག་བཙོག་ཟིག་ཡིན་གྱི་ཆུ་མིག་བཙོག་ཟིག་ལ་པར་དྲི་མ་མེད་པ་དེ་ནས་ཏེའུ་ཆུའི་གཟུགས་པོ་ལ་ནོར་མི་ནོར་ཅང་འདི་མེད་པ་ཏེའུ་ལ་དེ་ནས།

ད་དེ་ནས་ད་ཁྱོད་ཞབས་ཟེར་མེ་ཏོག་དུག་པོ་ནང་སར་དྲི་ཆབ་ཟེར་དཀར་པོ་ཅི་ཡིན་ནོ་ཟེར་ན་ཧ་ལ་ནས་ད་ལ་མ་བཟང་ཁྱོད་ཞབས་ཟེར་མང་པའི་ལོ་ཅི་ནི་བསམ་ཁྲེགས་ཡོང་དྲན་ན་ཅི་ཡིན་ནོ་ཟེར་ན་ད་ཁྱོད་ཞབས་ཟེར་མེ་ཏོག་དུག་པོ་ཟེར་ཆ་ད་ཨིན་ཆ་ཅི་ཡིན་ནོ་ཟེར་ན་དེ་ནས་ང་ད་རྒྱ་གར་ཀུན་ནས་ཧ་ལས་ཡང་མིན་ན་ཧིན་དུ་ཀུན་ནས་ག་ཧིན་དུ་ཧིན་དུ་ལའང་དེ་ནས་སྔར་ལའང་ལུགས་སྲོག་ཡོད་དེ་ནོ་ཡོད་དེ་ཨིན་ཆ་དུག་སྔར་ལའང་ཡོད་དེ་ནོ་དང་དེ་རིང་ད་ང་ད། རྒྱ་གར་ཡིན་ཕྱིན་དེ་ནས་ནང་པའང་ཨི་ཙོང་རྩལ་དུ་ཡོད་ཚོད་འདུག། དེ་ནས་མང་སྐྱ་དང་ངལ་དར་མའི་ནང་གོ་མཐོང་ང་ལ་རེད་དེ་ནས་འགོ་མ་དེ་ནས་མིའི་རིགས་དེ་ནས་ནང་ང་དང་པར་མིས་རང་ཁག་ཅན་ན་ཁོང་གི་ཡོང་ཙ་ན་དེ་ནས་འགོ་མ། དེ་ནས་གཙོ་བོ་དེ་ནས་ཅིན་ནོ་ཙེ་ན་དེ་ནས་ང་དང་ང་དང་བླ་མ་རིགས་ཁ་ལ་རེད་བླ་མར་རྩ་ཆེན་མོ་རིགས་དེ་ནས་རང་ནང་དེ་འདྲའི་བཞུགས་ནང་འདྲ་དེ་ནས་རང་ཚོགས་པ་ཅི་ནང་བ་དེ་ནས་བཞུགས་ནང་དེ་ནས་འགོ་མ། དེ་ནས་ཁོང་ང་ཆ་ཕུལ་ཅ།

བཞག་མཛད་ཟེར་རེད་ད་དེ་ཡི་བདུན་པོ་དེ་ཙོག་ཟེར་ནོ་ཡ་ལན། ད་དེ་ན་ཡིན་ནོ་དེ་ནས་ད་ཡོན་ཆབ་ཕུལ་བཟོ་ད་དེ་ན་ཡིན་དེ་ནས་ཡང་དེ་ནས་ཡང་དེ་ནས་ཉིན་ཐུང་དེ་ནས་མདང་དེ་ནས་ངྷ་སི་དེ་ནས་འཕགས་པ་སྤྱན་རས་གཟིགས་ཀྱི་དེ་ནས་ཉིན་ཐུང་ཅིག་དེ་ནས་བཞུ་བྱ་སྲིད་དེ་ནས་ངྷ་སི་ཁ་བྱ་ཅིག་བོར་དེ་བིན་དེ་ནས་དེའོ་དེ་ནས་དེ་ནས་ངྷ་སི་ཏིང་མ་ཉིན་ཐུང་པོ་དེ་ནས་ཏན་ཏན་དེ་ནས་སྤྱན་རས་གཟིགས་ཀྱི་དེ་ནས

རེད། དེ་ནས། ཏིང་ཐ་མ་ཐ་མ་དེ་ནང་ལོགས་ལ་ཡ། སྒོ་མ་སྒོ་མ་ནས་མ་བྱོས་ཆུ་བཤལ་རུ་མ་བཏང་བཤལ་བས་མ་བཤལ་བཤལ་བས། ཆུ་རུ་མ་བསྐྱལ་ད་ཉམས་མང་ས་ལྷག་བསྡད་པ་དེ། ཕྱི་ལོགས་ལ་མ་བཤོ། ག་རེ་ལ་ད་ཆུ་བཤོ་ས་ལ་མ་བཤོས། ཆུ་ཐིག་ཚིག་ལྷག་བྱས། ཆུ་ཐིག་ཚིག་ད་ཏིང་དུང་སོང་བ་འདྲིག་བྱས་དུས་ཏིང་ཚང་མའི་ནང་ལོགས་ལ་ཡ། ཆུ་ཐིག་ཚིག་ཐིག་ཚིག་ཡོད་པ་ཆགས་སོང་བ་དེ་སྟོང་པ་ན་མེད་པ་ཆགས་སོང། ཏིང་སྟོང་པ་ཆགས་ན་ཉེས་པ་བཤད་ཀྱི་ཡོད་རེད། ད་དེ་ནས་ཡིན་ནས་དེའི་སྒང་ལ་ཡ། ཡིན་ཤོག་ཀླུ་བདུད་རྩ་ནས་ཡིན་ནས།

ཁོས་ཆུ་གཏིང་ནས་མ་གཏོགས་ཆུ་ལུད་ཡག་ཚོ་ཆུ་འཐོར་ཡག་ཚོ་རེད་མ་བྱེད་པ་བྱེད། གུས་པ་དེ་བྱེད་དེ་ང་རང་ཚོ་ནི་སོ་སོས་བེ་བརྩི་བཀུར་ཡོད་ཚད་མི་གཅིག་ལ་ཡར་བེ་ན་བྱ་བླུད་པ་ཡིན་ན་བེ་བྱ་འཐོར་རོགས་ཟེར་བླུད་ན་འགྲིག་མ་རེད་པ་ཁོ་རེ་མི་གུས་པ་དེ་བྱེད་ནི་བྱ་དེ་མ་ཕོག་རོགས་བྱེད་བྱ་མ་ཁང་རོགས་དེ་རེ་མེད་དེ་ངས་འདུག་ཟེར་ནི་ད་བླུད་དགོས་རེད་པ་འོ་དེ་ནང་བཞིན་བྱས་ནི་ང་རང་ཚོས་དེ་ད་ཆུའི་གོང་མ་ལ་ཡར་བེ་ནི་ཆོས་ཡོད་དུས་ཚར་ནས་ཆུ་ཡིན་ཆོག་ཕུལ་དུས་འོ་ད་གཏིང་དེ་ནང་ལོགས་ལ་ཡར་བེ་ནི་ཆུ་མ་ངས་ལ་ཆུ་ཆུ་ཆུ་ཆུ་བྱས་ཀྱིས་དེ་ཉམས་ཁྲུམས།